ད་གསུམ་པ་དེ་ག་རེད་དོ་དམ་པའི་སྐྱེས་བུ་ལ་བསམ་སྟེ་མི་རྟག་པ་བསྒོམ་པའོ་ད་དམ་པའི་སྐྱེས་བུ་དེ་ཚོ་ལ་བསམ་བློ་བཏང་གིས་ཡིན་ན་དམ་པའི་སྐྱེས་བུ་སུ་རེད་བསམ་གྱིས་ཤཱ་ཀྱ་ཐུབ་པ་ལ་འདས་པའི་སངས་རྒྱས་ད་ལྟ་བའི་སངས་རྒྱས་མ་འོངས་པའི་སངས་རྒྱས་ཡོངས་སུ་རྫོགས་པ་ཐམས་ཅད་འོ་བསྟན་འཛིན་གྱི་སྐྱེ་མཆེད་དམ་པ་གང་ན་སུ་བཞུགས་འདི་ཐམས་ཅད་དེ་སྔ་ག་བ་ཕས་ཡོད་རེད་འདི་སྐད་ཐམས་ཅད་དེ་ད་ལྟ་བཞུགས་འདུག་བས་སམ་བཞུགས་མི་འདུག་གམ་མིང་ཙམ་གྱིས་རེད་འདུག་གམ་སྔས་མ་དེ་འདྲ་ཅིག་ཕེབས་པ་རེད་ཟེར་འདུག་རྒྱུས་བཤད་ཙམ་རེད་མ་གཏོགས་ད་ལྟ་བཞུགས་མི་འདུག་སུ་གཅིག་བསམ་གྱིས་ཤཱ་ཀྱ་ཐུབ་པ་ལས་འོ་སྔས་མ་ལོ་ཉིས་སྟོང་ལྔ་བརྒྱད་སྔོན་ལ་ཕེབས་པ་རེད་ཟེར་གཅིག་མ་གཏོགས་མི་འདུག་གམ། མགུར་རུམ་ཞེས་བོད་གངས་ཅན་ལྗོངས་ལ་སངས་རྒྱས་བསྟན་པ་དར་བ་རེད་དར་བར་མཛད་པ་རེད་གསུང་བ་མ་གཏོགས་ལོ་རྒྱུས་བཤད་ཡ་རེད་མ་གཏོགས་ད་ལྟ་མགུར་རུམ་ཞེས་མི་འདུག་ག་དེ་ནི་མགུར་རུམ་ཅན་ཕ་གི་ལྷོ་ནུབ་སྲིན་པོའི་ཡོན་ལ་གཤེགས་ཚར་བ་རེད་ཨོ་རྒྱུ་མཚན་དེ་ཡི་ཕྱིར། སྐྱེ་བའི་དྭངས་མ་ཤེས་རྒྱུ་རེད་ཨོ། སྐྱེས་བུ་དམ་པ་དེ་ཚོ་ལ་བསམ་བཏགས་ཡེ་ནས་མི་རྟག་པ་སྒོམ་དགོས་པ་རེད་གསུང་བ་རེད། འདི་ལྟར་ད་ལྟའི་བསྐལ་བ་བཟང་པོ་འདི་ལ་སྔོན་གྱི་དུས་སུ་བྱོན་པའི་སངས་རྒྱས་རྣམ་པར་སྣང་སྲིད་དང་སངས་རྒྱས་རྣམ་གཟིགས་ལ་སོགས་པའི་སངས་རྒྱས་རབས་བདུན་གསལ་བར་ལྡན། སངས་རྒྱས་རབས་བདུན་གཙུག་ཏོར་ཅན་ལ་སོགས་པ་སངས་རྒྱས་རབས་བདུན། འཁོར་ཉན་ཐོས་དགྲ་བཅོམ་པའི་ཚོགས་དང་བཅས་པ་བསམ་གྱིས་མི་ཁྱབ་པ་ཞིག་བྱོན། ཚེ་སྔོན་མ་སྔོན་མ་གནའ་སྔ་མོ་དུས་ཚོད་ལ་བསམ་བཏང་གིན་ན་འདས་པའི་སངས་རྒྱས་རབས་བདུན་ལ་སོགས་པ་དེ་འདྲའི་མང་པོ་བྱོན་ཡོད་རེད། སངས་རྒྱས་རེ་རེ་གི་སྐབས་ལ་ག་རེ་ཉན་འདོད་རང་རྒྱལ་སྒྲ་བྱོན་པ་བྱང་ཆུབ་སེམས་དཔའ་དེ་འདྲས་ག་ཚོད་ཡོད་ཀྱི་རེད་དེ་སྐད་ཐམས་ཅད་དེ་བྱོན་པ་དང་རེད་དེ་ནི་ད་ལྟ་མིང་ཙམ་གྱི་ལོ་རྒྱུས་ཙམ་གྱི་མོ་ཏོ་འདི་འདྲ་གས་གས་སུ་ཅིག་བཞུགས་མི་འདུག་སི་ཡོ་ཏེ་ཐེག་པ་གསུམ་གྱི་ཆོས་ཀྱི་གདུལ་བྱའི་སྐྱེ་བོ་དཔག་ཏུ་མེད་པའི་དོན་མཛད་པ་དེ་དག་ཀྱང་སྟེ་ཐེག་པ་གསུམ་ཉན་འདོད་རང་རྒྱལ་བྱང་ཆུབ་སེམས། ཉན་ཐོས་ཐེག་པ་རང་རྒྱལ་ཐེག་པ་བྱང་ཆུབ་སེམས་དཔའི་ཐེག་པ་འོ་ཐེག་པ་གསུམ་གྱི་ལམ་ལ་ཞུགས་དེང་གི་སྐྱེ་བོ་དཔག་ཏུ་མེད་པ་དེ་འདྲའི་ག་ཚོད་མང་པོ་ཕེབས་ཡོད་ཀྱི་རེད་འོ་འགྲོ་བའི་དོན་ག་ཚོད་མཛད་ཡོད་ཀྱི་རེད་དེ་དག་ཀྱང་ད་ལྟ་རྒྱལ་བ་ཤཱཀྱ་ཐུབ་པའི་བསྟན་པའི་ལྷག་ཞབས་ཙམ་ལུས་པ་འདི་ག་མ་གཏོགས་སངས་རྒྱས་ཐམས་ཅད་ཀྱང་མྱ་ངན་ལས་འདས་ཟེར། འོ་ད་དེ་འདྲ་བསམ་བཏང་གིན་ན་ད་ལྟ་སངས་རྒྱས་ཤར་ཕྱོགས་ཐུབ་པའི་དཔལ་འབར་རིན་པོ་ཆེ་དེ་གནས་པར་སྐབས་ཙམ་གྱིས་རེད་མ་གཏོགས་སངས་རྒྱས་བཅོམ་ལྡན་འདས་ཡང་དགོངས་པ་མྱ་ངན་ལས་འདས་སོང་ང་དེའི་ཉན་ཐོས་དགྲ་བཅོམ་པ་བྱང་ཆུབ་སེམས་དཔའ་དང་བཅས་པ་ཐམས་ཅད་དགོངས་པ་མྱ་ངན་ལས་འདས་པ་ཤ་སྟག་ཅིག་མ་གཏོགས་ད་ལྟ་བཞུགས་བདེན་པའི་སུ་གཅིག་ཡོད་མ་རེད་གསུངས་བ་ལྟ་སྐྱེས་བུ་དམ་པ་དེ་ཚོའི་ལུས་རྒྱུད་ལ་བདག་གིས་ཡིན་ན་ཡང་མི་རྟག་པ་སྒོམ་ཡས་འདུག་ག་དེ་ཨ་ཁོང་རྣམ་པ་ཚོ་དེ་འདྲའི་དགོངས་པ་མྱ་ངན་ལས་འདས་ཡོད་ན་ང་ཚོ་ད་ག་བར་དགའ་བ་དེ་ང་ད་མདོ་སྟག་འཛིན་གྱི་ལོ་ང་ཤས་ཡོད་མར་བསམ་དེ་འདྲའི་བསམ་བློ་འཁོར་རྒྱུ་ཡོད་མ་རེད། ཉན་ཐོས་ལྔ་བའི་ལྷག་ཞབས་ཙམ་ནི་སངས་རྒྱས་ཀྱི་བསྟན་པ་ཤྲཱི་ཤྲཱི་བདུན་པའི་བསྟན་པའི་ལྷག་ཞལ་ཙམ་འཇུག་བསྡུ་བ་སངས་རྒྱས་བསྟན་པ་དེ་འདྲ་ནུབ་ཡོད་མ་རེད་ད་འཇུག་བསྡུ་བ་ཀླད་དེ་ཡོད་རོགས་ཨོ་འདི་ཀ་མ་གཏོགས་སངས་རྒྱས་ཐམས་ཅད་ཀྱང་མྱ་ངན་ལས་འདས་སངས་རྒྱས་ག་ཚོད་བྱོན་ཚེ་གང་པོ་ཐམས་ཅད་དེ་འདས་པའི་སངས་རྒྱས་ཐམས་ཅད་དགོངས་པ་མྱ་ངན་ལས་མ་འདས་པ་སངས་རྒྱས་སུ་གཅིག་མི་འདུག་གམ། བསྟན་པ་དང་དམ་པའི་ཆོས་ཀྱང་རིམ་གྱིས་ནུབ་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་དམ་པའི་ཆོས་དང་བཅས་པ་ག་ལེ་ག་ལེ་བྱས་ནས་དེ་ནས་རིམ་གྱིས་ནུབ་འགྲོ་གི་འདུག་བ། ཐ་མ་མེད་པ་ཕྱག་དྲུག་བསྡུ་བ། ཨོ་ཡ། ད་ལྟའི་བསྟན་པ་འདི་ལ་ཉན་ཐོས་ཆེན་པོ་རེ་རེ་ཡང། སངས་རྒྱས་ཤཱཀྱ་ཐུབ་དཔལ་གྱི་བསྟན་པ་འདིའི་སྐབས་དུ་ལ་ཡང་ཉན་ཐོས་ཆེན་པོ་རེ་རེའི་སྐབས་སུ་ཉན་ཐོས་དགྲ་བཅོམ་པ་འབུམ་ཕྲག་མང་པོ་དེ་ནི་དགྲ་བཅོམ་པའི་གོ་བ་ཐོབ་བསྡད་པ་ག་ཚོད་ཡོད་ཀྱི་རེད། བྱང་ཆུབ་སེམས་དཔའི་གོ་བ་ཐོབ་ལྡན་གྱི་འབུམ་ཕྲག་མང་པོ་ཡོད་ཀྱི་རེད། འོ་དེ་སྐད་ཐམས་ཅད་འདི་འང་ད་ལྟ་མིང་ཙམ་གྱི་རེད་དོ་འང་ལོ་རྒྱུས་ཙམ་གྱི་རེད་དོ་འང་ད་ལྟ་སུ་ཅིག་དགྲ་བཅས་ཡོད་མ་ཀོར་དགྲ་བཅོམ་པ་ལྔ་བརྒྱའི་ཚོགས་དང་བཅས་པ་དུ་མ་ཞིག་བྱོན་པ་དེ་དག་ཀྱང་རིམ་གྱིས་ཕུང་པོ་ལྷག་མ་མེད་པའི་དབྱིངས་སུ་མྱ་ངན་ལས་འདས། འོ་རིམ་རིམ་པས་ཕྱེ་ནས་ཕུང་པོ་ལྷག་མ་མེད་པའི་མྱ་ངན་ལས་འདས་པ་རེད་ད་བདེ་གཅིག་སྲིད་པའི་ཚིག་གཅིག་གསར་པ་ཅིག་འདུག་གསར་པ་ཟེར་བ་དེ་ཕུང་པོ་ལྷག་མ་མེད་པ་མྱང་འདས་ལ་གཉིས་ཡོད་རེད་མྱང་འདས་ལ་གསུམ་གས་བཞག་ཆོག་གི་རེད། ལྷག་བཅས་མྱང་འདས་ལྷག་མེད་མྱང་འདས། ལྷག་བཅས་མྱང་འདས་ལྷག་མེད་མྱང་འདས། ལྷག་མ་དང་བཅས་པའི་མྱ་ངན་ལས་འདས་པའི་གོ་འཕང་ཐོབ་པའི་ཆིག་དང་ལྷག་མ་མེད་པའི་མྱ་ངན་ལས་འདས་པ་ཐོབ་དང་གཅིག། ལྷག་བཅས་མྱང་འདས་ཟེར་དེ་ག་རེད་ཟེར་ན་དཔེར་ན་སངས་རྒྱས་ཤར་ཕྱོགས་ཐུབ་པ་ལྟ་བུ་ཅིག། དགོང་ལོ་ཉི་ཤུ་རྩ་དགུ་ལ་རབ་ཏུ་བྱུང་བ་རེད་དེ། སངས་རྒྱས་བཅོམ་ལྡན་འདས་དགོང་ལོ་ཉི་ཤུ་རྩ་དགུ་ལ་རབ་བྱུང་གི་སྡོམ་པ་ཞུས་དེ་ནས་ལོ་དྲུག་བསྐལ་བ་བཅས་དགོང་ལོ་སུམ་ཅུ་སོ་ལྔ་ལ་ངོམས་པར་རྫོགས་པ་སངས་རྒྱས་གསུངས་པ་རེད། སངས་རྒྱས་ནས་ལོ་བཞི་བཅུ་ཞེ་ལྔའི་རིང་ལ་ཆོས་ཀྱི་འཁོར་ལོ་བསྐོར་ནས་བཞུགས་པ་རེད། སངས་རྒྱས་ནས་ད་དུང་ལོ་བཞི་བཅུ་ཞེ་ལྔ་བཞུགས་སོང་ཨ། འོ་འདི་སྐབས་དང་གོང་གོང་ལོ་བཞི་བཅུ་ཞེ་ལྔ་བརྒྱ་བཅུ་བརྒྱ་བཅུ་གྱ་གཅིག་དུ་བ་མ་ལས་ཀྱི་བ་དེ་སྔོན་ལ་བཞུགས་ཚེ་གང་པོའི་སྐབས་ལ་ནི་ཁོང་སངས་རྒྱས་རེད་བས་སངས་རྒྱས་རེད། མྱ་ངན་ལས་འདས་པའི་གོ་འཕང་ཐོབ་པ་རེད་བས་ཐོབ་པ་རེད། ཡེ་ནས་འོ་དེ་འདྲ་བའི་སྐུ་ལུས་དེ་ལ་ལྷག་བཅས་མྱང་འདས་ཟེར། སྐུ་གཟུགས་དེ་ད་དུང་ལྷག་བསྡད་ཡོད་རེད། སྐུ་གཟུགས་ལྷག་མ་དང་བཅས་པ་ཡིན། འོ་དེ་འདྲ་བའི་སྐུ་དུས་ལ། ལྷག་ལྷག་ཅེས་མྱང་འདས། ད་དགུང་ལོ་བརྒྱ་བཅུ་གྱ་གཅིག་ལ་བོད་སྐད་སྐུ་བཞི་ན་ག་ལ་དགོངས་པ་མྱ་ངན་ལས་རྫོགས། དེ་ནི་མྱ་ངན་ལས་འདས་པའི་གོ་འཕང་ལ་ཡང་ཕེབས་བདེ་བ་འདི་ག་རེ་ཟེར་ན་ལྷག་མེད་མྱང་འདས་ད་སྐུ་ལུས་འདི་ཡང་ལྷག་མ་མེད་པ་ལགས་ད་ཕེབས་ཚར་ད་སྐུ་ལུས་འདི་ཡང་ལྷག་མ་ལྷག་ཡོད་མ་དེ་དེང་སང་ལྷག་ཅེས་མྱང་འདས་ལྷག་མེད་མྱང་འདས་སུ་འོ་ལབ་དགོས་རྒྱུ་མཚན་དེར་ཐལ། དེང་སང་བསྡད་ན་ཚིག་ག་རེ་ལབ་འདུག། ཨོ། ཕུང་པོ་ལྷག་མ་མེད་པའི་དབྱིངས་སུ་མྱ་ངན་ལས་འདས་སོ། ཨོ། ཕུང་པོ་དེ་ཡང་ལྷག་མ་སྤུ་ཙམ་ལས་ལྷག་རྒྱུ་མེད་པ་བྱས་ནས་མྱ་ངན་ལས་འདས་པའི་གོ་འཕང་ཐོབ། དེ་གའི་ཤ་སྟག་ཅི་རེད་ད་ལྟ་བཞུགས་མི་འདུག། དེ་ལས་གཞན་ཡང་རྒྱ་གར་འཕགས་པའི་ཡུལ་དུ་བཀའ་ཡི་བསྡུ་བ་མཛད་པའི་དགྲ་བཅོམ་པ་ལྔ་བརྒྱ། སངས་རྒྱས་བཅོམ་ལྡན་འདས། སངས་རྒྱས་ཚ་བའི་ཆེད་ལ་དེ་ནས་སངས་རྒྱས་དགོངས་པ་མྱ་ངན་ལས་འདས་པའི་ཆེད་ལ། ས་ག་ཟླ་བའི་ཚེས་བཅོ་ལྔ་ལ་དེ་རིང་སངས་རྒྱས་བཅོམ་ལྡན་འདས་དགོངས་པ་ཉེ་ངལ་ལས་འདས་པ་ཡིན་ན། འདི་ནི་མ་བརྩིས་པའི་ལོ་གཅིག་ཏག་ཏག next year གི་ས་ག་ཟླ་བ་དམའ་ལས་དུ་བ་ལས་ཚར་ཚེ་ད་དེའི་ཁ་ཐུག་དུ་བ་དེ་ནི་བཞི་ནི་དཀའ་ཐུག་དང་པོ་དེ་བཙལ་བུ་ལས། དགོན་པ་སྐུ་པ་ན་ག་ས་པ་ཀའི་བྱ་རྒོད་ཕུང་པོའི་རི་ལ་པ་ཀའི་བྲག་ཕུག་ཅིག་ཡོད་རེད་འོ་དེའི་ནང་ལོགས་ལ་འོད་སྲུང་ཆེན་པོ་དབུ་བཞུགས་ཀྱི་ཐོག་ནས་དེ་ནི་ཀུན་དགའ་བོ་དང་འཕགས་པ་ཉེ་བ་འཁོར་ལ་སོགས་པ་འོ་ཁོ་ཚོས་ཀྱི་བཀའ་བསྡུ་རིམ་པ་གསུམ་པོ་དེ་ཚུར་བསྡུ་སངས་རྒྱས་ཀྱི་ཆོས་གསུངས་ཚེ་གང་པོ་འདི་ཐམས་ཅད་དེ་སྡེ་སྣོད་གསུམ་གྱི་ནང་ལ་ཚུར་བསྡུ་བ་འོ་དེ་འདྲའི་ཤེས་པའི་ལོ་རྒྱུས་ཅིག་ཡོད་རེད་དེ་མཚམས་བཀའ་བསྡུ་མཛད་མཁན་གྱི་གྲྭ་བཅོམ་པ་ལྔ་བརྒྱ་ལ་སོགས་པ་དེ་འདྲས་མང་པོ་ཞི་བོ་ཞིག་ཕེབས་ཡོད་ད་འོ་དེ་ཚོ་ཡང་ད་ལྟ་མཐོང་ཡས་མི་འདུག་ག་ཞེས་པ་དེ། རྒྱ་གར་འཕགས་པའི་ཡུལ་དུ་བཀའ་ཡི་བསྡུ་བ་མཛད་པའི་གྲྭ་བཅོམ་པ་ལྔ་བརྒྱ་རྒྱན་དྲུག་མཆོག་གཉིས། སྐྱེ་འགྲོ་ཆོས་ཉིད་ཕྱོགས་གླང་ཆོས་བསྒྲགས། མགོན་པོ་ཀླུ་སྒྲུབ་ཨ་ཡེ་བདེ་བ། སློབ་དཔོན་དབྱིག་གཉེན་འཕགས་པ་ཐོགས་མེད་ཡོན་ཏན་འོད་ཤཱཀྱ་འོད། ཨོ་ཏུག་སེང་སྐྱེ་འགྲོ་ཆོས་ཉིད་བདེ་རེད། ཨོ། དེ་ནི་ཁར། སློབ་དཔོན་ཕྱོགས་གླང་དང་ཆོས་བསྒྲགས་གཉིས་བྱུང་སོང། ཨོ། དེ། དབྱིག་གཉེན་དང་འཕགས་པ་ཐོགས་མེད་གཉིས་སྐུ་མཆེད་རེད། དེ་གཉིས་མཉམ་འདོགས་ཡོད་རེད། ཕྱོགས་གླང་ཆོས་བསྒྲགས་གཉིས་མཉམ་འདོགས་ཡོད་རེད། མགོན་པོ་ཀླུ་སྒྲུབ་དང་ཨ་ཡེ་བདེ་བ་མཉམ་འདོགས་ཡོད་རེད། ཡོན་ཏན་འོད་དང་ཤཱཀྱ་འོད་མཉམ་འདོགས་ཡོད་རེད་འདུག། སྟོན་པས་ཀྱེ་སྐྱེ་འགྲོ་ཆོས་ཉིད་དེ་འདི་རེད། དེ་ཚོ་ཡང་ལུས་རྒྱུད་ཙམ་གྱིས་བཤད་མ་གཏོགས་དེ་འདྲ་ཞུ་མི་འདུག་ཨ། ཁོང་ན་མོ་སོ་སངས་རྒྱས་དངོས་རེད་བྱང་ཆུབ་སེམས་དཔའ་མངོན་སུམ་དུ་མིའི་གཟུགས་སུ་བྱོན་པ་ཤ་སྟག་ཅིག་རེད། རེད་དེ་ད་དོ་ཞུ་མི་འདུག་ཨ་དགོངས་པ་མྱ་ངན་ལས་འདས་ཀུ་ཀུ་དོ། རྒྱན་དྲུག་མཆོག་གཉིས་དང་གྲུབ་ཐོབ་བརྒྱ་བཅུ་སོགས་འོ་ད་གྲུབ་ཐོབ་འབྲོམ་བི་པ་ལ་སོགས་པ་དེ་ནི་ཡང་ས་ར་ཧ་པ་ལ་སོགས་པ་དེ་འདྲས་གྲུབ་ཐོབ་བརྒྱ་བཅུ་དམ་པ་རྒྱ་གར་འཕགས་པ་ཡོད་ལ་ཕེབས་པ་རེད་དོན་གཙོ་ཡང་ལོ་རྒྱུས་རྣམ་ཐར་ཙམ་གྱི་གོ་ཡ་མ་གཏོགས་ད་ལྟ་མངོན་སུམ་དུ་བྱུང་མཁན་སུ་གཅིག་མི་འདུག་ཡོན་ཏན་ལ་དབང་བསྒྱུར་བ། གྲུབ་ཐོབ་བརྒྱད་ཅུ་ལ་སོགས་པ་ལམ་གྱི་ཡོན་ཏན་ལ་དབང་འབྱོར་བ་མངོན་ཤེས་དང་རྫུ་འཕྲུལ་ལ་རྟོག་པ་མེད་པ་དུ་མ་ཞིག་བྱོན་ཀྱང། འོ་དེ་འདྲ་བའི་གྲུབ་ཐོབ་བརྒྱད་ཅུ་དེ་ཚོ་ལམ་གྱི་ཡོན་ཏན་བསམ་གྱིས་མི་དཔའ་ཡོན་ཏན་རྒྱ་ཆེན་པོ་ཡོད་དེ་གའི་རྫུ་འཕྲུལ་ཐོགས་པ་མེད་དེ་གའི་ས་ལ་རྫུས་བར་སྣང་ལ་འཕུར་ད་ལྟ་ད་སྐད་ཅིག་སྐད་ཅིག་ལ་ད་ལྟ་དེའི་དེའི་ཡུལ་གྱི་ལ་སྐད་ཅིག་གཅིག་ལ་བུ་གའི་ཨ་མི་རི་ཀ་ལ་སླེབས་དེ་གའི་འོ་དེ་འདྲའི་འཕགས་ཚུལ་དེ་ནི། ནུས་པ་ཆེན་པོ་དེ་འདྲའི་ཡོད་དེ་འགས་བྱང་ཆུབ་སེམས་དཔའ་དེ་འདྲའི་ཡོད་རེད། གྲུབ་ཐོབ་བརྒྱ་བཅུ་ཡོད་རེད། རེད་དེ། ཁོང་རྣམ་པ་ཚོ་གས་ད་ལྟ་བཞུགས་དེ་འགས་སུ་གཅིག་མི་འདུག་སེམས་གོ་ད། མངོན་ཤེས་དང་རྫུ་འཕྲུལ་ཐོགས་པ་མེད་པ་དུ་མ་ཞིག་བྱོན་ཀྱང་ད་ལྟ་སྔར་དེ་ལྟ་བུ་བྱོན་ནམ་ཞེས་པའི་ལོ་རྒྱུས་ཙམ་ལས་གཅིག་ཀྱང་མི་བཞུགས། རེད་ལོ་རྒྱུས་བཤད་ཙམ་མ་གཏོགས་ད་ལྟ་བཞུགས་འགས་སུ་གཅིག་མི་འདུག་ཨ། བོད་གངས་ཅན་གྱི་ལྗོངས་འདིར་ཡང་ས་ཨུ་རྒྱན་གྱི་སློབ་དཔོན་སངས་རྒྱས་གཉིས་པས་སྨིན་གྲོལ་གྱི་ཆོས་ཀྱི་འཁོར་ལོ་བསྐོར་བའི་སྐབས་སུ་རྗེ་འབངས་གྲུབ་རྗེས་ཉེར་ལྔ་དང། འོ་ད་ང་རང་ཚོ་བོད་གངས་ཅན་ལྗོངས་ལ་བསམ་བློ་བཏང་གི་ཡིན་ན་ཨུ་རྒྱན་སངས་རྒྱས་གཉིས་པ་བོད་གངས་ཅན་ལྗོངས་ལ་ཕེབས་མཁན་སློབ་ཆོས་གསུམ་གྱི་སྐུ་དོད་ལ་སངས་རྒྱས་བསྟན་པ་སྨིན་གྲོལ་གྱི་གདམས་ངག་དེ་ཚོ་གུ་རུ་རིན་པོ་ཆེ་ཆོས་ཀྱི་འཁོར་ལོ་ག་ཚོད་མང་པོ་བསྐོར་ཡོད་ཀྱི་རེད་བསྐོར་བ་གཞི་བཟུང་གི་ཐོག་ནས་དེའི་རྗེས་སུ་བྱུང་མཁན་རྗེ་འབངས་ཉི་ཤུ་རྩ་ལྔ་དང་བཅས་པ་དེ་འདྲའི་མང་པོ་དེ་ག་ཚོད་ཕེབས་ཡོད་རེད་དེ་གའི་དེའང་ལུས་རྒྱུད་ཙམ་གྱིས་མ་གཏོགས་དེ་འདྲ་ལྷག་བསྡད་མི་འདུག་ཚངས་པ་གོང་མ་མྱ་ངན་ལས་འདས་པ་ཤ་སྟག་ཅིག་རེད། གཡེར་པས་གྲུབ་ཆེན་བརྒྱད་ཅུ་ལ་སོགས་པ་གྲུབ་ཆེན་བརྒྱད་ཅུ་ལ་སོགས་བྱོན། དག་གཡེར་པ་སམ་བོད་གངས་ཅན་ལྗོངས་ཀྱི་ད་གནས་རྩ་ཆེན་པོ་དེར་ཨོ་བདེ་བ་ལ་ཞུགས་དེ་གའི་གྲུབ་ཆེན། གྲུབ་ཆེན་བརྒྱད་ཅུ་ཟེར། སྔགས་པ་སུམ་ཅུ་ཟེར། ད་དེ་ཚོ་ཚང་མ་ནུས་མཐུ་དང་ནུས་པ་རླབས་ཆེན་པོ་ཡོད་དེ་གའི་རྫུ་འཕྲུལ་ཐོགས་པ་མེད་དེ་གའི་གུ་རུ་རྗེས་འཇུག་པ་ཤ་སྟག་ཅིག་རེད། ཕྱིས་སུ་ཡང་རྙིང་མའི་སོ་སོར་སྣུབས་གསུམ་དང་གསར་མ། གསར་མའི་སྐབས་སུ་མར་མི་དྭགས་སུ་མར་པ་དང་མི་བླ་དང་དྭགས་པོ་བླ་ཆེན་ལ་སོགས་པ། མཁས་ཤིང་གྲུབ་པ་བརྙེས་པའི་སྐྱེས་བུ་བསམ་གྱིས་མི་ཁྱབ་པ་བྱོན་ཞིང། འོ་དེ་འདྲའི་ད་མཁས་གྲུབ་གཉིས་ལྡན་གྱི་བླ་མ་ཆེན་པོ་མང་པོ་ཕལ་དང་ཕལ་ཡོད་རེད་དེ་དག་ཕལ་ཆེ་བ་གྲུབ་པའི་གོ་འཕང་བརྙེས། གྲུབ་ཐོབ་ཀྱི་གོ་གོ་ས་མཐོ་པོ་ལ་སླད་དེང་གི་ཤ་སྟག་བཞི་རེད། འབྱུང་བ་བཞི་ལ་རང་དབང་བསྒྱུར། འབྱུང་བཞི་ལ་རང་དབང་ཐེབས་དེང་གི་དེ་འདྲ་རེད་ས་ཆུ་མེ་རླུང་གི་གནོད་བབ་ཅུང་ཟད་ཙམ་ཡང་མེད་དེང་གི། ཨོ་སངས་རྒྱས་བཅོམ་ལྡན་འདས་ག་རེ་གནང་བ་རེད་ཟེར་དུས་གང་ན་སངས་རྒྱས་སྐབས་འགའ་ལ། དེ་ས་ཆ་དེ་འདྲ་ལ་ཕེབས། ཆུ་ཁྱོ་ནི་རང་མེད་ས་དེ་འདྲའི་དགུན་དུས་ལ་སངས་རྒྱས་ཕེབས་དེ་ནི་ཆགས་དེ་འདྲའི་གནང་འདུག་ཕྱིས་དུ་ཆུ་ཐོག་ཏུ། དོན་ཡང་ཆུ་བཞེངས་གི་དེ་འདྲ་ཡོད་སངས་རྒྱས་རྫུ་འཕྲུལ་དེ་འདྲ་བསྟན་པ་དེ་འདྲ་ཡོད་རེད།

ང་ཚོའི་མུ་ཏིག་སྟོན་པ་དེ་ཚོ་ག་རེ་ང་རྒྱལ་སྐྱེ་དགོས་རེད་ཁོ་ལ་གསར་པ་བསྟན་ཡ་མི་འདུག་ཟེར་ང་ཚོ་བསྟན་ཡ་དེ་མ་གཏོགས་མི་འདུག་བ་སྲིད་ཡོད་རེད། ད་ཚེས་དགུ་ཡལ་སྟབས་དེ་སླད་དུ་བཙན་རྫུ་འཕྲུལ་ཡལ་མ་སོང་ཟེར། རྫུ་འཕྲུལ་ཡལ་མ་སོང་སངས་རྒྱས་བཅོམ་ལྡན་འདས་བར་སྣང་མདོ་ལ་དེ་འདྲའི་པོར་བསྡད་འདི་མདོ་སྤྱི་སྤྱི་འབྲུང་དེ་འདྲའི་འདི་ནི་མ་སྐུ་ཡི་སྐུ་བསྟོད་དེ་འདྲའི་འདི་འདི་ཡི་སྒང་ནི་མ་ཆུ་འབབ་གི་ཡོད་རེད་སྐུ་སྨད་ནས་མེ་འབར་གི་ཡོད་རེད་མེའི་སྟེང་དུ་ཆུ་འབོ་གི་ཡོད་རེད་མེ་ཤི་གི་ཡོད་མ་རེད་དེ་འདྲའི་རྫུ་འཕྲུལ་ཡལ་མ་སོང་ཟེར། བར་སྣང་མདོ་ལ་དེ་འདྲའི་སེམས་བྱེད་བར་སྣང་མདོ་ལ་དེ་འདྲའི་སེམས་དེ་འགས་དེ། འོ་དེ་འདྲས་རྫུ་འཕྲུལ་ཡ་མ་གསུང་དེ་འདྲས་བསྟན་འདུག་གང་ལ་མུ་ཏིག་སྟོན་པ་ཕྲུ་གུ་དེ་འདྲས་རྫུ་འཕྲུལ་བསྟན་མ་བྱུང་བ་རེད། འོ་ད་གང་ལྟར་ཡང། དེ་འདྲས་ཐོགས་པ་མེད་དེ་འགའི་རྫུ་འཕྲུལ་ཐོགས་པ་མེད་དེ་འགའ་ཞིག་ཡོད་པ་ཡིན། ཡིན་ན་ཡང་སངས་རྒྱས་བཅོམ་ལྡན་འདས་དགོངས་པ་མྱ་ངན་ལས་འདས་སོང་ང་ཐུགས་དང་ནུས་པ་དེ་འདྲའི་རླབས་ཆེན་པོ་ཡོད་དེ་ཨེ་ནས་དགོངས་པ་མྱ་ངན་ལས་མ་འདས་པ་ཐབས་ཡོད་མ་རེད་ཁོང་རྣམ་པ་ཚོ་དགོངས་པ་མྱ་ངན་ལས་འདས་པ་དེ་ཚུལ་བསྟན་པ་རེད། ཁོང་ཚོ་དང་དྲ་གུ་མར་དང་ཡང། གན་ཟེར་ན། གལ་ཏེ་དགོངས་པ་མྱ་ངན་མ་དད་པ་ཅིག་བདེ་བ་ཡིན་ན། གདུལ་བྱ་དུས་སེམས་སེམས་ཀྱི་ནང་ལོགས་ལ་རྟག་འཛིན་གྱི་བློ་དེ་མེད་པ་སོ་ཐུག་མ་དྲན། བདེ་བ་གདུལ་བ་དེ་སངས་རྒྱས་རྟག་པར་རྟོགས་སངས་རྒྱས་དེ་འདྲ་མཐོང་མི་མཐོང་ཟེར་ཉེན་ཁ་རུ། རྒྱུ་མཚན་དེའི་ཕྱིར། དགོངས་པ་མྱ་ངན་ལས་འདས་ཏེ་རྟག་འཛིན་ཅན་ལ། དེ་ནི་མི་རྟག་པའི་བློ་རྒྱུད་ལ་སྐྱེ་བའི་ཆེད་དུ་ཆོས་བསླབ་གནང་གི་ཡོད་དེ། དེའི་ཕྱིར་ན་དགོངས་པ་མྱ་ངན་འདས་ཀྱི་ཡོད་རེད་མ་གཏོགས། ང་ཚོ་གསུམ་དུ་དེ་འདྲའི་ནུས་པ་ཐུག་དང་ནུས་པ་གན་ཡོད་མ་རུང། འོ་དེ་སུ་གཅིག་གིས་ད་སྐྱབས་ཐུག་མ་རེད་ཁོང་རྣམ་པ་ཚོ་ཚུལ་བསྟན་ནས་བོད་ཀྱི་ཡོར་ད། འོ་གང་ལྟར་ཡང་གང་ལྟར་ཞུ་མི་འདུག་སྲིད་ཡོར་ད་ལོ་རྒྱུས་འདི་དེ་རེད། བོད་གངས་ཅན་རྒྱུད་ལྗོངས་སོ་དྲག་ཡིག་པའི་གྲུབ་ཐོབ་དང་རྙིང་མའི་སོ་སོའི་ནུབ་དང། གསར་མའི་མར་མེ་དག་གསུམ་ལ་སོགས་པ་མཁས་ཤིང་གྲུབ་པའི་སྐྱེས་བུ་བསམ་གྱིས་མི་ཁྱབ་པ་བྱོན་ཞིང་དེ་དག་ཕལ་ཆེ་བ་གྲུབ་པའི་གོ་འཕང་ཐོབ། འབྱུང་བ་བཞི་ལ་རང་དབང་འགྱུར། ངས་བསླབ་པའི་དེ་དེ་འདྲ་འདིར་བྱ། འབྱུང་བ་བཞི་ལ་རང་དབང་འགྱུར། ཐོགས་པ་མེད་དེ་ནི་སངས་རྒྱས་བཅོམ་ལྡན་འདས། ཀུན་འབྱུང་བ་བཞི་ལ་དེ་འདྲའི་བར་སྣང་སྟོང། སྐབས་འགའ་ལ་འདི་ཡོད་རེ་གར་ས་རེ། གོམ་མང་པོ་རྒྱབ་ཀྱི་ཡིན་ན། ཟིལ་གནོན་རྒྱས་ཟད་པར་བཅུ། སེང་གེ་དེ་འདྲའི་ཡོན་ཏན་བསམ་གྱིས་མི་ཁྱབ་པ་ཐོ་བས་གཡོགས་ཏེ། ཟིལ་གནོན་རྒྱས་ཟད་པར་བཅུ་ཟེར། ཟད་པར་བཅུ་རྣམས་ལ་ས་ཆུ་མེ་རླུང་ནམ་མཁའ། དེ་ནི་སྔོ་སེར་དཀར་དམར། དེ་ནི། རྣམ་ཤེས་ཡིན་ན་འོ་དེ་འདྲས་བྱས་ནས་འདི་བཅུ་དེ་གསལ་བར་བཅུར་ལྡན། ས་ཆུ་མེ་རླུང་ནམ་མཁའ་དང་དེ་ཚོ་ལ་དཔག་དེ་ཚོའི་རང་བཞིན་འབྱུང་བ་དེ་ཚོར་རང་དབང་དབང་ཐང་དཔག་རང་དབང་གྱུར་ཚར་དུས་གང་ན་དེ་ནི། སངས་རྒྱས་བཅོམ་ལྡན་འདས་འོ་འདི་མངོན་དུ་གྱུར་ཚར་དུས་གང་ན་ཏིང་འཛིན་ཏིང་འཛིན་བསྒོམ་པའི་ནུས་པ་ལ་ལྟོས་ནས་ཆུའི་སྟེང་དུ་རྒྱ་མཚོའི་སྟེང་དུ་སངས་རྒྱས་བཅོམ་ལྡན་འདས་དེ་འདྲའི་དཔེ་རུ་རྒྱ་མཚོའི་སྟེང་དུ་ཆུའི་སྟེང་དུ་སྒོ་མོ་བརྒྱབ་ནས་འགྲོ་གི་འདུག་བ། འོ་དེ་དུས་ཀ་ལ་ངོ་ཚོས་མཐོང་ན་ནི་ཆུའི་སྟེང་དུ་བས་ཀྱི་ཡོད་རེད་སངས་རྒྱས་ཀྱི་ངོ་ལ་ག་རེ་ཡོད་རེད་ཟེར་ན། འོ་ད་ལྟ་ཆུ་དང་ཆུའི་སྟེང་དུ་སྒོ་མོ་བརྒྱབ་འདུག་མ་རོ་སངས་རྒྱས་ཀྱི་དགོངས་པ་ལ་ག་རེ་ཡོད་རེད་འདི་ས་རེད་འདུག་ཐུགས་ལ་དགོངས་སོང་ན་སའི་སྟེང་དུ་བས་པ་ན་ཤི་ཡོད་རེད་ངོ་ཚོས་ཆུ་མཐོང་གི་རེད། ཡང་བྲག་འདིར་གུར་རུམ་ཞིག་བྲག་དཀྱིལ་ལ་བས་འདུག་པ་རྫུས་ཏེ་འཕེལ་འགྲོ་གི་རེད། འོ་བྲག་དཀྱིལ་ལ་རྫུས་ཁྲོད་བས་ཏེ་ཟད་པར་ཆུ་དང་ཟིལ་གནོན་རྒྱས་སོ་ཀོ་ལི་ཏི་དེ་ཚོ་ཐོབ་ཟེར་རོ། ཡོན་ཏན་དེ་ཚོ་ཐོབ་རོགས་ཏིང་ངེ་འཛིན་སྒོམ་བརྒྱབ་ན། འོ་དེ་དྲག་ན་ལ་དེ་འདྲའི་ཕན་ཡོང་དུས་གང་ལ་གུ་རུམ་ཅིག་ག་རེ་ཡོད་ཟེར་ན། ས་ཆུ་མེ་རླུང་ནམ་མཁའ་ལ་རང་དབང་གྱུར་སོང་རོགས་དེ་དུས་དྲག་དེ་དྲག་ནང་བཞིན་སྒོམ་གི་ཡོད་མ་རེད་དེ་ནམ་མཁའ་རེད་འདུག་ཐུགས་ལ་གོ་ན་ཏག་ཏག་གོ་རོགས་དེ་གས་གས། ཕོག་ཐུག་ཡོད་མ་རེད། ཆགས་ཐོགས་སྤུ་ཙམ་ཡོད་མ་རེད། ད་ང་ཚོ་ཐུགས་འགྲོ་བ་བྱས་ན་ལམ་ཚ་འདབ་གུར་བ། གས་ཟེར་ང་ཚོ་རང་དབང་གྱུར་མེད་པ། ཆུ་གང་ལ་འགྲོ་ག་བྱས་སོ་ཆུའི་མར་ཐིམ་དུ་མ་ཤི་འགྲོ་གི་རེད་རྒྱུ་མཚན་ཅི་རེད་ཟས་པར་ཆུ་དང་ཟས་སྣོད་རྒྱས་ལ་སོགས་པ་ཡོན་ཏན་དེ་ཚོ་ཐོབ་ཡོད་མ་རེད། གོང་ལ་དེ་ཐོབ་ཡོད་རེད། འོ་དེ་འདྲ་ཐོབ་ཡོད་འདོད་ག་ན་ད་སྔོ་སེར་དཀར་དམར་བཟོས་དུས་ག་ན་ད་བསྡད་སྲིད་ད། ད་ད་ལྟ་བསྡད་ལ་པོ་ར་སེར་པོ་རྐྱང་རྐྱང་ཡིན་པ་ཡིན་ན། སེར་པོ་རྐྱང་རྐྱང་ཡིན་པ་ཡིན་ན་ཁོང་གིས་སྔོན་ལ་དེ་སྐད་དེ་སྔོན་པོ་ཡིན་ཐོག་ལ་གོ་ན་ཐམས་ཅད་སྔོན་པོ་རེད། དམར་པོ་ཡིན་ཐོག་ལ་གོ་ན་ཐམས་ཅད་དམར་པོ་རེད་ག་རེ་ཟེར་འདི་དབང་བསྒྱུར་ཚར་བ། ཟད་པར་ཆུད་ཟིན་གྱི་དོན་དུ་ཡོན་ཏན་བསམ་གྱིས་མི་ཁྱབ་པ་ད་ཏིང་འཛིན་སྒོ་ཀུན་དགའི་ཡིན་ན་ཡོན་ཏན་དེ་ཚོ་ཐོབ་ཀི་རེད་དེ། སངས་རྒྱས་ལ་འོ་དེ་ཚོའི་ཡོན་ཏན་དེ་ཚོ་མངོན་པ་བརྩོན་ན་ལ་དེ་ཚོ་གསལ་པོ་ཡོད་རེད་དེ། འོ་ད་ཁྱེད་མི་འདུག། འབྱུང་བ་བཞི་ལ་རང་དབང་བསྒྱུར་དངོས་དང་དངོས་མེད་དང་དངོས་མེད་དང་དངོས་པོར་བཅས་པའི་རྫུ་འཕྲུལ་ཡ་མ་གསུམ་སྟོན། ཟོ་དེར་དངོས་པོ་དེ་དངོས་མེད་ལ་བསྒྱུར་ཡས་དངོས་མེད་དེ་དངོས་པོར་བསྒྱུར་ཡས་ད་དེ་འདྲ་ད་ཧ་ལས་ར་བ། དངོས་མེད་དེ་དངོས་པོ་ལ་བསྒྱུར་དགོས་རེད་དངོས་པོ་དེ་དངོས་མེད་ལ་བསྒྱུར་དགོས་བ་དེ་འོ་དེ་འདྲས་ཀྱི་བསྒྱུར་ཐུ་ཡས་ནུས་པ་དངོས་མེད་དངོས་པོར་བྱེད་པའི་རྫུ་འཕྲུལ་ཡ་མ་གསུམ་སྟོན་པ་དང་མེས་མི་འཚིག་ཆུས་མི་སྐྱིར། སས་མི་ནོན་དབྱངས་ལ་མི་ལྷུང། འབྱུང་བཞི་གནོད་པ་དང་བྲལ་བའི་རྟགས། འབྱུང་བཞི་གནོད་པ་དང་གནོད་པ་དང་གྲོལ་བ་ཤ་སྟག་འདི་ཡིན་མོད། གྲོལ་བ་ཤ་སྟག་ཡིན་ཏེ་སོ་བསྟན་བཟང། ཆུས་གནོད་གི་མ་རེད་མེས་འཚིག་གི་མ་རེད་ཆུས་ཁྱེར་གི་མ་རེད་སའི་མ་གནོད་ནས་སའི་འོག་ལ་གནས་ནས་ཤི་གི་མ་རེད་གཡང་ལ་མ་ལྷུང་ནས་ཤི་ཨེ་ཡོད་མ་རེད་ལྷུང་ཨེ་ཡོད་མ་རེད་འབྱུང་བཞི་གནོད་པ་ཐམས་ཅད་དང་བྲལ་བ་ཤ་སྟག་ཅིག་རེད་སུ། སྔོན་ལ་དཔལ་བེ་གེ་རྒྱན་དྲུག་མཆོག་བརྙེས་ལ་སོགས་པ་དང་དུ་རྗེ་འབངས་ཉི་ཤུ་རྩེ་ལྔ་ལ་གྲུབ་རྗེན་བརྒྱ་བཅུ་ལ་སོགས་པ་དང་མར་མེ་དག་གསུམ་ལ་སོགས་པ་འོ་དེ་ཚོ་རེད་ཟེར་དགོས་དང། ཐམས་ཅད་རང་དབང་བསྐྱུར་ཚར་དགོས་བསམ། དཔེར་ན་རྗེ་བཙུན་མི་ལ་ལ་ཡུལ་གྱི། བལ་ཡུལ་གྱི་སྙེ་ཤང་བཀའ་གཏེར་ཕུག་ན་གསུང་བཅས་ཏེ་བཞུགས་སྐབས། ཟོ་ད་དེ་ལུས་རྗེས་གཅིག་རེད་འདུག་ད་དཔེ་གཞི་ཤ་གོ་རེད། མི་ལ་རས་པ་དེ་དུས་གང་ལ་བབ་ཀའི་བལ་ཡུལ་གྱི་ས་མཚམས། ཡ་གི་སྙེ་ཤང་སྙེ་ཤང་ཟིག་འདུག་ཨ། སྙེ་ཤང་དེ་བོད་ཀྱི་ས་མཚམས་དང་དེ་འདྲའི་ས་མཚམས་ཅིག་ཡིན་པ་དང་ནེ་པལ་ས་མཚམས་དེ་བོད་ཀྱི་ས་མཚམས་དེ་འདྲི་པ་ལ། འོ་དེ་སྙེ་ཤང། སྙེ་ཤང་ཀ་ཏའི་ཕུག། ཀ་ཏའི་ཕུག་ཟིག་གི་འོ་དེའི་ནང་ལོགས་ལ། ཁོང་བག་གི་སྒོམ་རྒྱག་ནས་བྲག་ཕུག་ནང་ལ། བཞུགས་འདུག་དེ་འདྲའི་གསུང་བཅད་དེ་བཞུགས་སྐབས་ཟིག་དུས་གང་ལ་བཀའ་མོལ་ཞིག་ལ་གནང་གི་ཡོག་མ་རེད། ངག་བཅད་ནས་དེ་ནས་སྒོམ་རྒྱབ་ནས་བཞུགས་འདུག། རྔོན་པ་མང་པོ་འོངས་ནས་ཁྱོད་མི་ཡིན་ནམ་འདྲེ་ཡིན་ཞེས་འདྲི་བ་ལ། གསུང་མ་གནང་བར། འོ་ད་རྔོན་པ་ད་སེམས་ཅན་སེང་གེའི་རྔོན་པ་དེ་འདྲ་ཁྱི་ར་རྐྱང་གི་དེ་འདྲ་མང་པོ་ཡོང། དེ་ནི་ཕ་གི་ཐུགས་རྟགས་དུས་ག་ལ་མི་ལ་རས་པའི་སྐུ་གཟུགས་དེ་ཐུགས་རྟགས་ཡིན་འདུག་གམ་སྐུ་གཟུགས་སྐམ་པོ་ཅི་ཐེབས་ཆག་ཅི་ཡོང་རེད། དེ་ཡང་གར་སོར་ཤ་དཀར་པོ་དེ་འདྲ་ཡོད་རུང་སྔོ་ཐིང་ཐིང་སྔོ་ནག་པ་ཤ་སྐམ་སྐམ་སྐམ་རྩ་ར་ཆེ། འོ་དེ་སྔོ་ཐིང་ཐིང་གར་བྱེད་ནི་ཟབ་རྫོད་ཅང་ཡང་བཤད་ཀྱི་ཡོད་རུང་ག་ལ་དེ་གྱོང་རྟོག་རྒོད་གཏམ་གསུམ་ལ་གྱོང་ཁེལ་ནས་དེ་འདི་རེད་ད་ཐུབ་པ་གཉིས་ཀྱོ་དེ་འདི་འོ་དེ་འདྲས་ཡོད་དུས་གང་ལ་དེ་ཁོང་གསུང་གསུང་བཤད་པ་ང་བཅས་ནི་སྒོམ་རྒྱག་གི་ཡོད་རུང་འོ་དེ་དུས་གང་ལ་གསུང་བ་རེད་ལམ་སང་འོ་དེ་སྔོན་པ་དེ་ཚོ་ལས་ནི་ཁྱོད་འདྲེ་ཡིན་མི་ཡིན་སྐད་ཆ་དྲིས་པ་རེད།

འདོད་པ་མིག་དར་མ་དགུ་ཅོ་མ་དང་བཅུ་དེ་འདྲའི་ལྟ་སྟངས་ཅན་བཞུགས་ཡིན་ས་རེད། འོ་དེ་འདྲས་ཞིག་བཞུགས་པས་ཁོང་ཚོས་དང་པོ་དུག་བརྡ། དུག་བརྡ་མང་པོ་བརྒྱབ་ཀྱང་མ་འབིགས་ཟེར་འོ་ད་དེ་ལྟ་སྟངས་དེ་འདྲས་བཞུགས་ཡོང་དུས་གང་ལ་དེའི་སྐལ་ཚབ་ལ་མངོན་པ་དེ་ཚོས་འོ་ད་དེ་ཤན་ཆེན་ཚ་བོ་ཞིག་འདུག་གོ་སྐད་ཆ་ནི་ལན་ནི་རྒྱག་མི་འདུག་ཟེར་ནས་དུག་གི་བརྡ་ཤོད་པ་རེད་དེ་མངོན་པ་མང་པོ་ཡོད་རེད་དེ་གའི་ཚང་མས་སྐུ་སྲོག་ལ་དུག་གི་བརྡ་དེ་འདྲས་བསྣུན་ཡོང་དུས་གང་ལ། སྟོང་པོ་གཅིག། ལྟ་སྐུ་གཟུགས་ལ་ཕོག་གི་ཡོད་མ་རེད། གཟུགས་ཀྱི་ཡོད་མ་རེད། འོ་མ་གཟུགས་དེ་བརྒྱབ་ཀྱང་མ་ཕིགས། ཆུ་དང་དབྱངས་ལ་བསྐུར་ཀྱང་གྱེན་དུ་ལོག་ནས་སྔར་གྱི་གནས་དེ་ཉིད་དུ་ཞུགས། དེ་ཡར་བཀྱགས་ནས་སྐུ་གཟུགས་དེ་འདྲའི་ཞུ་ཡི་འདུག་ག་ན་རྔོན་པ་མང་པོ་ཡོད་པ་ཚོས་སྐུ་གཟུགས་དེ་ཡར་བཀྱགས། སྐུ་གཟུགས་ཡར་བཀྱགས་ནས་ཆུ་ལ་གཡུགས་ཤག།

དེ་ལྟ་བུའི་གྲུབ་བརྙེས་ཀྱི་སྐྱེས་བུ་དུ་མ་བྱོན་པ་ཡང་བཟོ་ལྟ་དེ་འདྲས་ཀྱི་སྐྱེས་བུ་གྲུབ་པ་བསམ་གྱིས་མི་ཁྱབ་པ་ཡོད་དེ་མཁན་གྲུབ་སྟོབས་ཆེན་པོ་དེ་འདྲས་བོད་གངས་ཅན་ལྗོངས་ལ་ད་གྲངས་མེད་མང་པོ་ཕེབས་ཡོད་རེད། ངོ་བོ་དེ་འདྲས་ཡོད་དེ་འགའི་ཚོ་ཡང་སྔན་མ་བྱོན་པ་རེད་མ་གཏོགས་ད་ད་ལྟ་ཡོད་མ་རེད། མཐར་ཐམས་ཅད་མི་རྟག་པའི་ཚུལ་དེ་འདྲས་ད་ལྟའི་ད་ལྟ་ནི་ལོ་རྒྱུས་ཙམ་ལས་མི་འདུག་ན། དེ་སྔས་མ་དེ་འདྲས་པ་འགོ་ཕྱིར་ཡོག་རེད་ཟེར་ཡ་ཙམ་གྱི་ལུས་རྒྱུས་ད་ལྟ་ལུས་རྒྱུས་བཤད་ཡ་ཙམ་གྱི་མ་གཏོགས་སུ་ཞིག་མི་འདུག་ག་སོང་རེད། གར་བྱེད་ནི་མི་རྟག་པའི་རང་བཞིན་རེད་དགོངས་པ་མྱ་ངན་ལས་འདས་པ་རེད། རང་རེས་ལས་ངན་གྱི་རྒྱུ་ཞེས་རྐྱེན་ངན་གྱི་རླུང་གིས་བག་ཆགས་ངན་པས་ཟོག་ད་ཚེ་ང་སོ་སོའི་བསམ་བློ་བཏང་གིན་ན་ལས་ངན་བད་ཀྱི་རྒྱུ་བྱེད། ལས་ངན་པ་བསགས་ཡས་དེ་རྒྱུ་མཚན་ག་རེ་ལ་ལྟོས་ནས་ལས་ངན་པ་བསགས་ཀྱི་ཡོད་རེད་ཟེར་ན་འདོད་ཆགས་ཞེ་སྡང་གཏི་མུག་དུག་གསུམ་ཡོད་པའི་རྒྱུ་མཚན་ལ་ལྟོས་ནས་ལས་ངན་པ་བསགས་ཀྱི་ཡོད་རེད་འོ་དེའི་རྒྱུ་བྱས་ནས་རྐྱེན་ངན་གྱིས་རླུང་གི་བག་ཆགས་ངན་པས་སོ། ད་རྐྱེན་ངན་པ་དེ་འདྲ་འཕྲད་ཡོང་དུས་གང་ལ་ལྟོས་ནས་བག་ཆགས་ངན་པ་དེ་གིས་རླུང་གིས་འཕྲད་ཡོང་དུས་གང་ལ་ལྟོས་གར་བྱས་པར་ངན་པའི་བསམ་སྦྱོར་འབྱུང་བ་བཞི་ཡི་འདོད་པོས་བཅིངས་མི་འདོད་པ་བཞི་གར་བསམ། རླུང་གི་བག་ཆགས་ངན་པས་མཚམས་སྦྱར། རླུང་གི་བག་ཆགས་ངན་པས་མཚམས་སྦྱར་འབྱུང་བ་བཞི་ཡི་འདོད་པོས་བཅིངས། མི་གཙང་པའི་འཁྲུལ་འཁོར་ལས་འཁྲུལ་འཁོར་ལ་སེམས་ཀྱི་རྒྱུད་བསྟན་པ་སྒྱུ་ལུས་ཀྱི་ཐོ་ཡུར་འདི། འདི་ལ་ནམ་ནམ་འཇིག་དང་འདིར་འཇིག་གི་ངེས་པ་མེད་པས་ཟེར་བ་འདིར་ད་ད་དོན་དག་གར་ཟེར་གི་འདུག་སྐྱེ་བོ་ངོ་མ་སོ་སོའི་ལས་ངན་པ་ཅི་བསགས་པ་རེད། ལས་ངན་པ་ཟ་ཡས་དེ་རྒྱུ་རྐྱེན་དཀྲུག་ངོ་མ་དེ་ག་རེད་དུག་གསུམ་དེ་རེད་དུག་གསུམ་རྩ་མེད་དུ་མ་བཏང་བའི་རྒྱུ་མཚན་ལ་ལྟོས་ནས་ལས་ངན་པ་ཟ་གི་ཡོད་རེད་ལས་ངན་པ་ཟ་ཡོང་དུས་གང་ལ་འཁོར་བ་ལ་འཁྱམ་འགྲོ་གི་ཡོད་རེད་འཁོར་བ་ལ་འཁོར་འགྲོ་གི་ཡོད་རེད་འཁོར་བ་ལ་འཁོར་བའི་གི་སྐད་མཚམས་དེ་བ་ལ་དེ་ནི་དེ་ཙམ་འབྱུང་བ་བཞིའི་གདོས་པོས་བཅིངས་ཟེར་དུས་གང་ལ་འབྱུང་བ་བཞིའི་གཟུགས་དེ་གདོས་བཅས་གདོས་ཟེར་དུས་གང་ལ་གཟུགས་དེ་འབའ་ཞིག་འགྲོ་རྒྱུ་ཡོད་དེ་གའི་རྟག་པ་བསྟན་པ་སྤུ་ཙམ་མེད་དེ་ག་རེད་གདོས་ཟེར་གའུ་ད་ནོར་གདོས་ཟ་གདོས། རྡོས་བཅས་ཀྱི་ཕུང་པོ་གཟིགས་འདུག་ཨོ། སངས་རྒྱས་དང་བྱང་ཆུབ་སེམས་དཔའ་དུ་མཛོད་ཀྱི་སྐུ་གཟུགས་དུ་མཛོད་རྡོས་བཅས་མ་རེད། ཨོ། མགོན་པོ་ཀླུ་སྒྲུབ་ཁ་ཟས་ངས་ཅིག་བཤད་མི་བསམ་སོང། མགོན་པོ་ཀླུ་སྒྲུབ་ལ་གྲི་དེ་འདྲས་ཞུས་སོང་ནས་ནམ་མཁའ་ལ་དེ་འདྲས་ཞུས་པ་ནང་བཞིན་མ་གཏོགས་གྲི་ག་གི་གཟུགས་སྐུ་ཡོད་མ་རེད། རྡོས་བཅས་ཀྱི་ཕུང་པོ་མ་རེད་ཁོང་ནང་མ་ཚུགས། འོད་ལུས་ཀྱི་ཕུང་པོ་ནང་བཞིན་འཇའ་ཡོད་རེད། འོད་ལུས་སུ་དུས་གང་འཇའ་ནང་བཞིན་འཇའ་ལ་དེ་འདྲས་ཡོད་གི་ཡོད་དེ་མཐོང་མི་མཐོང་དེ་གའི་ལག་པ་སྡུག་ཆགས་ན་སེམས་སྡུག་མ་རེད། འོ་དེ་འདྲ་བོ་ཁུ་ལུ་དེ་འདྲས་རེད་ད་ཁོང་ན་མ་ཚོ་ས་ཆུ་མེ་རླུང་འབྱུང་བ་བཞིས་སྡོད་བྱེད་ཀྱི་ཕུང་པོ་དེ་འདྲས་མ་རེད། ཅུང་བཞིའི་སྡོད་པོས་བཅིངས་སྲིད་དུས་གང་ལ་ང་ཚོའི་གཟུགས་པོ་དེ་བྱུང་བ་ཞིག་གིས་སྡོད་བྱེད་པ་བཤིག་འགྲོ་རྒྱུ་པ་རུལ་འགྲོ་རྒྱུ། མ། འཇིག་འགྲོ་རྒྱུ། དེ་འདྲས་ཀྱི་ཐེབས་ཆ། འོ་དེ་འདྲས་བྱུང་བ་ཞིག་གིས་རང་བཞིན་གྱིས་གསོས་བྱ་རྒྱུ་གཟུགས་པོ་རེད་སོང་བ་དེ་དེ་འདྲ་ཡིན་དུས་ཁ་ན་སྟབས་ཁོ་ལ་སྣོད་བསྐུར་བ་དེ་ཤིང་རྟ་ས་ཆུ་མེ་ནུ་གཞན་དག་གིས་བསྣུན་ཡོང་སྟེ། མི་གཙང་བའི་འཕྲུལ་འཁོར་ལ་སེམས་ཀྱི་རྒྱུད་བསྟེན་སོ་དང་མི་གཙང་བའི་འཕྲུལ་འཁོར་བསྲེ་དུས་ཁ་ན་སྟོད་ཞགས་ཤེལ་དང་གཏི་མུག་ལ་སོགས་པ་དེ་གི་སེམས་འཁྲུལ་ཡོང་དུས་ཁ་ལ་དེའི་རྫུན་གྱི་འཁོར་ལོ་བསྐོར་ཡོང་དུས་འོ་དེའི་སེམས་དེ་པུ་ར་ད་ཁྲོ་ལ་བཏང། དེ་ལ་བརྟེན་ནས་སྒྱུ་ལུས་ཀྱི་ཐོ་ཡུར་དེ་སུ་དེ། ལུས་དེ་དུག་ལྟ་གི་ཡིན་ན་ད་ཆོ་ཁྱོད་ནི་མའི་སྟེང་གི་སྒྱུ་ལུས་ཀྱི་བུང་བུ་འོ་ཐོ་ཡུར་ཙམ་གྱི་ཐོ་ཡུར་བསྲེ་དུས་ཁ་ན། རྡོག་རྡོག་པས་ན་མཆོད་རྟེན་ལ་སྐོར་ར་དེ་འདྲའི་གཅིག་བརྒྱབ་དུས་ག་ལ་རྨོ་གེ་མོ་དེ་འདྲ་ཨ་ཇོ་ཨ་ཉོ་དེ་ཚོ་སྐོར་ར་དུ་བརྒྱབ་དེ་རྡོ་གཅིག་ཞག་གཅིག་འདུག་ཨོ་དེ་རྡོ་གཅིག་ཞག་གཉིས་ཞག་གསུམ་ཞག་རྡོ་སྟོང་ཕྲག་མང་པོ་ཆགས་ཡོང་དུས་ག་ལ་དེ་ཡག་རྡོག་རྡོག་ཆགས་འགྲོ་ག་ལ་རིང་པོ་འདུག་ལྟ་དུས་མིའི་བཟོ་ལྟར་ཡོད་དེ་ག་དེ་ལ་ཐོ་ཡོར་ཟེར། མིའི་གཟུགས་བརྡ་སོགས་འདྲ་སེམས་ཅན་གྱི་གཟུགས་བརྡ་དེ་ལ་ཆགས་ཀྱི་འདུག་དེ་ལ་ཐོ་ཡོར་ཟིག་ལེ། ཨོ། འདི་ཡང། འབྱུང་བ་བཞི་ས་ཆུ་མེ་རླུང་གི་དེ་ནི་དབྱར་རྩྭ་ཞག་སྦྱོར་གྱི་ཐོ་ཡོར་རེད་གསུངས་ཏེ་མིའི་གཟུགས་བརྡ་རེ་མཐོང་བྱ་རྒྱུ་ཞིག་ཡོད་མ་རེད། ཐོ་ཡོར་འདི་ལ་ནམ་འཇིགས་དང་འདིར་འཇིགས་ཟེར། ག་དུས་འཇིགས་ཀྱི་ཡིན་ན་དེའི་གཤིས་ཀྱི་རིགས་དང་ཕ་གི་གཤིས་ཀྱི་རིགས་སང་ཉིན་གཤིས་ཀྱི་རིགས་ཨོ་དེ་འདྲའི་ལབ་ཐུག་ཡས་ཁོ་རང་ཡོད་མ་རེད་གསུངས་ཏེ། ཨོ་ངེས་པ་མེད་ཟེར་དེ་འདྲའི་ལབ་ཐུག་ཡས་ཀྱི་ངེས་པ་དེ་འདྲའི་བརྟན་པོ་ཞིག་ནི་ལབ་ཐུག་ཡས་ཡོད་མ་རེད། ད་ལྟ་ཉིད་ནི་སྒོ་གསུམ་དགེ་བ་ལ་བསྐུལ་དགོས་སྙམ་དུ་བསྒོམ་མོ། འོ་དེ་ཚ་དུས་ད་ལྟ་ཉིད་ནི་ད་དགེ་བ་དགེ་བའི་ལམ་ལ་འགྲུབ་དགོས་ཀྱི་རེད་ཟེར་དེ་འདྲས་བྱས་ན་མ་གཏོགས་དཀའ་ངལ་འཕྲད་ཀྱི་རེད་གསུངས་པར། འོ་ད་འདི་བོ་དོ་ཡང་གར་བརྩི་གི་རེད། སྔོན་གྱི་སྐྱེས་བུ་དམ་པ་དེ་ཚོ་ལ་བསམ་བློ་བཏང་དེ་ཚོ་ཞུགས་འདུག་ཞུགས་མི་འདུག་དེ་འདྲས་ཀྱི་བསམ་བློ་བཏང་དེ་ནི་ཤེས་ཡིན་པ་ཐག་ཆོད། དེ་འདྲའི་ཡིན་པ་ཅིག་ཤེས་མགོ་དགུ་རེད་སྐད་ཅིག་སྐད་ཅིག་གིས་གཅིག་གྲོང་གི་ད་ངེས་པ་སྤུ་ཙམ་མའི་སྟེང་གི་ལུས་ཀྱི་ཕུང་པོ་དེ་རྟག་པ་བསྟན་པ་མི་འདུག་བསྟན་ཙང་དེ་ལ་གཟབ་གཟབ་བྱས་ནས་ད་ལྟ་རང་ནི་ང་ཆོས་ཅིག་བྱས་ན་མ་གཏོགས་ཡོང་ས་མ་རེད་བསམ་པ་དེ་འགྲུབ་དགོས་རེད་བསམ་དཀའ་ལས་དཀའ་བ་སྤྱད་དགོས་རེད་ཆོས་བྱེད་དགོས་རེད་ད་མི་རྟག་པ་སྒོམ་དགོས་རེད་དེ་མི་རྟག་པ་སྒོམ་ཡས་གོ་ན་གཅིག་པོ་གི་ཏིག་རེད་ད་གཞན་དག་འགའ་འགའི་སྒོམ་དགོངས་པ་ངོ་མ་བྱས་ན་དང་འགྲོ་ཤེས་ན་ཐར་པ་དང་ཐམས་ཅད་བྱེད་པར་བསམ་གྱི། ཐར་པ་ལ་འགྲོ་བསམ་གྱི་འདུག་ན་མི་རྟག་པ་གཅིག་པུ་བསྒོམས་ནས་འོ་ད་ཡོད་མཁན་ཐར་པ་ལ་ལས་དེ་འདྲའི་ནུས་པ་དེ་ཡང་ཡོད་རེད་འོ་དེ་བསྒོམས་པ་དང་མི་རྟག་པ་བསྒོམས་དུས་གང་ན་དེ་དང་ལྷན་ཅིག་ཏུ་ག་རེ་ཡོད་རེད་ཟེར་ན་ཤེས་རབ་འདི་འབར་ཡོང་དགོས་ཏེ། ཤེས་རབ་འབར་སྲིད་དུས་གང་ལ་འོ་དེ་ནམ་ཕྱི་ངེས་མེད་ཡིན་པ་དེ་ཧ་གོ་ནས་དེ་བསྒོམ་གི་ཡོད་རོགས་མི་རྟག་པ་ཧ་མ་གོ་ན་བསྒོམ་ཡ་ཡོད་མ་རོགས། རྒྱུ་མཚན་དེ་ཡིན་ཕྱིན་ཤེས་རབ་ཀྱིས་རྩིས་ཟིན་པར་དེ།